མཆོག་གི་ཞབས་ཀྱི་དྲི་མ་མེད་པར་དྲོངས་ཏེ། ནི་དེ་རང་ད་རྒྱལ་དབང་ཐམས་ཅད་མཁྱེན་པའི་འཁྲུངས་སྐར་དང་དང་ནང་བཞིན་ནི་དགུང་ལོ་བརྒྱ་བཅུ་བརྒྱད་པའི་ནི་དུས་སྟོན་གྱི་ཉིན་འདིར། ནི་བར་རྒྱལ་བ་ཇོ་ནང་པའི་གཞིས་བཞུགས། ཚང་མས་འཚབ་བྱས་ནས་ཨ་ནི་མོག་ཏ་འདི་ལ་དང་བསྐྱར་དོ་འདི་ལ་འཚམས་འདྲི་དང་བཀྲ་ཤིས་བདེ་ལགས་བྱས་པ་ཡིན། ད་ག་ནང་བཞིན་གྱི་ང་རང་སུད་བོ་གངས་ཅན་གཞུང་གིས་སྒྲུབ་བརྒྱུད་ཤོང་སྟབས་བརྒྱུད་ཀྱི་ཡ་རྒྱལ་ཆོས་རྒྱལ་ཆེན་པོ་བཞི་གཡུང་དྲུང་དགོན་དང་བཅས་པའི་བག་ཁྲི་བསྣམས་པ་དང། དག་སྣང་བཞི་འདི་ང་རང་སུ་རང་གཞུང་གི་ནས་མང་གཙོའི་ཀ་བ་བཞིའི་དམངས་གཙོ་དབང་འཛིན་རྣམ་པ། ལས་བྱེད་རྣམ་པ་པོ་ཚང་མ་ལ་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་བྱེད་ཀྱི་ཡོད། དག་སྣང་བཞི་ནི་ང་རང་ཚོ་འདིར་ནས་སྐས་བསྐྱར་སྟོན་གྱི་སྐལ་བཟང་བླ་ན་མེད་པའི་ཉིན་འདིར་ཕེབས་པའི་ནས་བུ་མོའམ་ཡང་ན་མཛའ་མ་གཡོ་ཁྲི་ཁག་ནས་ཕེབས་པའི་གནས་མི་མང་ཚང་མ་ལ་ཡང་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་དུ་ནས་ངས་འདིར་ད་ང་རང་སུ་བསྐྱར་སྟོན་གོ་སྒྲིག་ཚོགས་ཆུང་གིས་ནས་རྒྱལ་བ་ཇོ་ནང་པའི་ཚབ་བྱས་ནས་ནས་ཅིག་བྱེད་དགོས་རེད་ཟེར་བཀའ་གནང་སོང་ཡིན་ནའང་ངའི་ངོ་ནས་ང་རྒྱང་བའི་ཡོན་ཐན་དང་ནང་རྟོག་གི་ཡོན་ཐན་ཕྱི་རྒྱལ་ལ་སོགས་པ་གང་མེད་པའི་གྲྭ་རྐྱང་དཀྱུས་མ་ཅིག་ཡིན་འོ་དེའི་ཆ་ནས་ངས་སྤྱིར་བཏང་གི་དབུ་ཁྲིད་རྣམ་པ་གི་མདུན་ནས་ང་སེང་གེའི་སྤྲི་ཟེར་ལྟ་བུ་ཅིག་ན་མ་འོས་པ་དང་མ་འཚམས་པ་ཅིག་ཡིན་པ་རེད་ཡིན་ནའང་ད་མི་རྒྱ་སྟབས་ནས་བྱུང་ནས་ནས་ད་ཅིག་བཞི་ཁུར་བྱེད་ཀྱི་ཡོད་ཡིན་ནའང་སྤྱིར་བཏང་ང་རང་སུའི་སྐབས་སུ་བབས་པ་དེ་ནས་གོང་ས་ལྷ་མོའི་རྣམ་འདྲེན་མཆོག་གིས་མཛད་པར་རྒྱ་མཚོ་ལྟ་བུ་ཆ་ཤས་བཞོ་ཡག་དེ་དབུས་སུ་བབས་པ་རེད། ཡིན་ནའང་སྤྱིར་བཏང་གིས་ང་རང་ཚོའི་བོད་གངས་ཅན་གྱི་ཡོངས་སུ་གྲགས་པ་འཕགས་མཆོག་ཕྱག་ན་པད་མོའི་རྣམ་པར་བ་གསུང་གི་ཡོད་རེད་དེ། ནང་བཞིན་གྱི་ནི་ང་རང་ཚོའི་མཛད་པ་དེ་ཡང་བསམ་གྱིས་མི་ཁྱབ་པ་ནི་རི་རབ་ལས་སྤང་མཐོ་བ་རྒྱ་མཚོ་ལས་སྟངས་ཟབ་པ་ཞིག་ཆགས་བསྡད་ཡོད་རེད། དཔེར་ན། བྱང་སེམས་འཕགས་པ་རྣམས་ཀྱང་ཤེས་བྱར་སྤྲུལ་ཏེ་བཞུགས་ཀྱང་སྐལ་བ་རྒྱ་མཚོའི་བར་བཞུགས་མི་ཐུབ་པ་ལྟ་བུའི་འཛག་པ་དང་འཕྲིན་ལས་ཕྱི་ནང་གསང་གསུམ་གྱི་འཛག་པ་དང་འཕྲིན་ལས་བསམ་གྱིས་མི་ཁྱབ་པ་ཅིག་ཡོད་བདག། ཐ་མལ་བའི་ནང་གི་ཐ་མལ་བ་མོར་དར་གཅིག་གིས་ཆ་ཤས་ཙམ་ཡང་བཞུགས་མི་ནུས་པའོ་དེ་ལྟ་བུར་ཆགས་བདེ་བ་རེད་དེའི་ཆ་ནས་གཅིག་དང་གཅིག་ན་གང་ནས། ང་རང་ཚོའི་ཆོས་རྒྱལ་བ་ཁྲི་རྣམ་པ་གིས་བཀའ་སློབ་གཟབ་རྒྱང་བསྐྱེད་པ་གནང་ཟིན་པ་བསྐྱར་ལུས་ཀྱང་བརྗོད་པའི་དགོས་པ་མེད་ཡ་འདྲ་བོ་རེད། ཡིན་ནའང་ད་མདོར་ན་ང་རང་ཚོའི་བོད་གངས་རིའི་གཞུང་གི་སྐྱབས་མགོན་བཀྲ་བྷེའི་མིག་དང་ཁོག་པའི་སྙིང་ལྟ་བུ། ཁོང་གིས་ཀ་བ་སྔོན་མོ་གི་དུས་སུ་ནི། དང་བོ་བྱང་སེམས་སོགས་དུས་ཚིགས་ཀྱི་བར་དུས་ཚོགས་སོགས་མཐར། མངོན་པར་རྫོགས་པར་སངས་རྒྱས་ཟིན་ཀྱང། ང་རང་སོ་སྤྱིར་འགྲོ་བ་ལྷ་དང་བཅས་པ་ཁྱད་པར་བོ་གང་བྱུང་གིས། བརྟན་སེམས་སྙིང་ཕྲ་བའི་སྐབས་འདིར་ཐུགས་བརྩེ་བ་ཆེན་པོས། གཞིས་སུ་བཟུང་བའི་ཆེད་དེ་ལ། ང་རང་སོས་དང་མདོར་ན་སྟག་སེའི་ཡུལ་དུ་སྐུ་བལྟམས་ནས་ད་ལྟ་དགུང་ལོ་བརྒྱ་ཁྲི་ཐམ་པ་འགྲོ་དགོས་པ་རེད། འོ་དེའི་སྐབས་ཀྱི་ང་རང་སོ་ཐུན་མོང་གི་སྣང་བར་སྣང་སྲིད་ལྟར་གྱི་མཛད་པ་དེའང། ད་ནི་ང་རང་སུ་དག་ཆུ་དང་སྲིབ་སྐོན་གྱི་ཆ་ནས་ཡང་ན་བསམ་ལེ་ལེན་དུས་པ་གང་ནས་ཀྱང་ནང་བཞིན་གྱི་བསམ་གྱིས་མི་ཁྱབ་པ་གྱི་ཆགས་བྲལ་བ་རེད་ཡིན་ན་ད་ད་ང་རང་སུ་ཕྱིར་བཏང་གི་རྒྱ་གར་འཕགས་པའི་ཡུལ་དུ་རྐྱེན་ངན་གྱི་དབང་གིས་བྱུང་བ་དེ་ཡང་གཅིག་གི་ཆ་ནས་བསམ་བློ་བཏང་ན་ང་རང་སུ་རྐྱེན་ངན་དཀྲོགས་སུ་འཆར་བ་ཅིག་ང་རང་གི་སྣང་གི་ཡོད་ག་རེ་ལབ་ན་དཔེར་རང་ང་རང་སུ་དེ་རང་སྐལ་བཟང་འདི་ལྟ་བུ་ཟེ་གམ་མཚོན་ན། སེར་ལྔ་རང་སུ་ཞག་ལས་ནང་སྟོང་ལ་སོགས་པ་ལ་མཚོན་ན་ནི་སྐར་འདྲ་གཅིག་གི་སྐལ་བ་བྱུང་གི་ཡོད་མོད་རྒྱལ་དབང་དམ་བཅའ་མཁྱེན་པ་གི་ཞག་སྐར་འདྲ་གཅིག་འཇགས་ཐུབ་ཀྱི་ཡོད་མོད་ནི་རྒྱལ་དབང་དམ་བཅའ་མཁྱེན་པ་ཟུང་ཆུ་ལ་སོགས་པ་ཟིན་ནས་སྐལ་བཟང་དུ་སྐར་འདྲ་གཅིག་ཐོབ་ཀྱི་ཡོད་མོད་དེ་སྔ་རང་སུ་ལོ་རྒྱུས་དང་སྔ་རང་སུ་མི་རབས་གོང་མ་རྣམས་ཀྱིས་མཁྱེན་བཞིན་པ་རེད། ཡིན་ནའང་ད་ལྟ་སྔ་རང་སུ་འདིའི་གསེར་ལོ་ཁང་འདི་ལྟ་བུའི་ནང་ལ་ཡང་ཕག་མཆོག་ཤོ་ནག་པ་མོ་མིའི་གཟུགས་སུ་ཞོན་ནས་སྔ་རང་སུ་གསེར་བུའི་ཞལ་གྱི་གཟུགས་ཨ་ནེ། ཐུགས་ཀྱི་དགོངས་བ་ལྟར་ནི་ང་ཚོ་བཀའ་སློབ་རབ་དང་རིམ་པ་གནང་བ་ཙམ་མ་ཟད་ང་རང་ཚོ་མི་ཚང་ཞིག་གི་ཅིག། དཔེར་ན། ལོ་སར་བྱེད་ཡ་ལྟ་བུ་ཅིག་དང་ཡང་ན། ཨ་ནེ། ཚོགས་པ་དང་མི་སྡེ་ཞིག་གི་ལོ་སར་བྱེད་ཡ་ལྟ་བུ་ཁོང་གི་ཐ་ན་གསོལ་ཚིགས་རིགས་ལ་སོགས་པ་མཉམ་དུ་བཞེས་ནས་བཀའ་དྲིན་བསྟི་འདྲི་ཟེར་བ་ཆེན་པོ་བསྐྱངས་ནས་ང་རང་ཚོ་འདི་རིགས་སྐབས་དང་ཐོག་པ་དེ་ཧ་ཅང་གི་ལྟ་བཞོན་མི་ཤེས་པའི་སྐལ་བཟང་ཅིག་རེད་དེ་ཡང་ང་རང་ཚོ་སྐྱེ་ནི་འབྲོག་ཤར་ལྟ་བུ་བྱུང་བ་རེད་བསམ་གི་ཡོད། འོ་ད་ག་ནང་བཞིན་གྱི་ད་མདོར་ན་ནི་ང་རང་ཚོའི་བོད་གངས་ལྗོངས་ཀྱི་རྒྱལ་བསྟན་རིས་སུ་མ་ཆད་པ་སྔོན་བྱོན་གྱི་ཅིག་ཚིག་གི་ཐ་སྙད་ཅིག་ན་སྒྲུབ་རྒྱུ་ཤིང་རྟ་བརྒྱད་དང་དེང་སྐབས་ང་རང་ཚོས་ཅིག་ད་ཆོས་རྒྱུད་ཆེན་པོ་གཞུང་དྲུང་ཅེས་པ་དང་ད་ག་ནང་བཞིན་ད་ཇོ་ནང་པ་དང་ཅེས་པ་གི་ཅིག་གྲུབ་མཐའམ་ཆོས་རྒྱུན་དེ་མི་ཉམས་གོང་འཕེལ་དང་ཉམས་པ་སོར་བཤིག་གི་ཆེད་དང་ནི་གོང་རིག་གི་ཐུགས། དཀར་དེབ་བསིལ་བ་ཆེན་པོའི་ངང་ནས་གཟིགས་པ་དེ་དང་མཛའ་བར་སྐྱང་གི་བ་དེ་ད་ང་རང་གི་ཅིག་གསབ་ཞབས་དང་ནི་ཞབས་བཅའ་ཞོ་དམག་བ་དེ་རེད་ལྷག་པར་དུ་ད་ང་རང་སུ་ཅིག་ཆོས་རྒྱུན་གི་ནང་ནས་ཉམ་ཆུང་ཉག་ཕྲ་བ་ཅིག་ད་རྒྱ་བ་ཅོ་ནང་པ་འདྲ་བོ་མཚོན་ན་ནི་ད་ངའི་མི་མང་དང་ཚང་མ་ལ་བར་ཆད་གསབ་ཞབས་དམག་བ་འདྲ་བོ་ཆགས་བསྡད་བོ་རེད་འོ་དེ་ཡིན་ན་ཡང་ངོ་ནི་དྲང་བདེན་གི་ད་ལྕམ་ལྟར་ཉར་གྱིས་ཐིག་བསིལ་བ་ཆེན་པོ་གཟིགས་ནས་ནི་ཕ་མའི་བབ་ཁྲིད་སྐྱོང་བ་ནང་བཞིན་གི་ཨོ་ང་རང་སོ་ཅིག་རྟ་དམར་འགྱེལ་དེའོ་ནི་སྐབས་དེ་ཨ་ནི་ཡ་ར་སྐྲ་ནི་འཐེན་ནི་ཨོ་ད་ལྟ་དངོས་ནི་དྲང་ནི་གི་ཅིག་ཨོ་གི་ཆུ་ཁྱི་ཚང་མི་ནང་ཡ་ར་ཨ་ནི་ཚིག་ཚིག་པ་དང་འདི་ཀ་བ་ད་འདི་ལྟ་བའི་ངི་ང་ལྟ་བའི་ན་ཅིག་ཨ་ཐ་མ་བ་ཅིག་གི་ཨ་ནི་ཚིག་ཁ་ཤས་བཤད་ཐུབ་པ་དེ་ཨང་ཨོ་གོང་ས་ལ་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་བླ་ན་མེད་པ་ཉག་ཞིག་ཡིན་བསམ་གི་ཡོད། ད་ག་ནང་བཞིན་གི་ང་རང་སུ་དེ་མ་ཡིན་པའི་ཅིག་མཚམས་ལ་ཡོད་ཁྲི་ཀང་གང་ཟི་ག་ཡིན་ན་ཅིག་ཧོ་བོད་ཀི་ཆུ་བསིབ་གང་ང་ཡིན་ན་ད་ལྟ་གཞན་ནང་བཞིན་དེ་ད་ནས་ཅིག་བསམ་གྱིས་མི་ཁྱབ་པ་མཛད་པ་སྐྱོང་བཞིན་པ་དེ་གི་མི་མི་དགོས་པ་རེད་དེ་ནས་ཀྱང་ལྷག་པར་ད་ང་རང་སུ་སྤྱིར་བཏང་གི་ཆ་ནས་བསམ་བློ་བཏང་ན་རྒྱལ་བ་ཇོ་ནང་པ་དེ་ད་ནས། ནང་པ་སངས་རྒྱས་པས་ནི་མདོར་ན་གཉིས་སུ་བྱས་པའི་སྔགས་ཀྱི་ཉམས་ནི་གཙོ་བོར་བྱེད་མཁན་དེའི་ནང་གིས་ཀྱང་རྒྱུད་སྡེ་བཞི་གི་ནང་གི་བླ་མེད་དེའི་ནང་གི་དཔལ་དུས་ཀྱི་འཁོར་ལོ་གི་ནི་ཆོས་རྒྱུད་འཛིན་པ་སྤྱིར་བཏང་གི་མདོར་ན་ཡོངས་སུ་རྫོགས་པའི་ཐུན་མོང་དང་ཐུན་མོང་མ་ཡིན་པའི་མ་ནི་མཉམ་མིན་བཤད་པ་ལ་སོགས་པ་ཡོད་པ་རེད། ཡིན་ནའང་དེའི་ནང་གི་གསར་དུ་བཏོན་ནས་འཛིན་མཁན་དེ་དུས་ཀྱི་འཁོར་ལོ་གཙོ་བོར་ཆགས་ཡོད་རེད། ནི་ལྟ་བ་དབང་བཞམས་སྟོང་ཆེན་མོ་དང་ནི་དགོངས་པ་རྡོ་རྗེ་རྣལ་འབྱོར་རིག་འཛིན་དང་ང་རང་སོའི་ནང་ནས།

སྐེ་རགས་ཙམ་མ་ཟད་སྟོན་པ་ཉིན་མོ་ལྟར་མཛད་པ་དེ་ཡོངས་གྲགས་ཆགས་བསྡད་པ་རེད། ཡིན་ནའང་ང་རང་ཚོས་ཇོ་ནང་བ་མཚོ་འགྱེད་ཟེར་ན་ཕྱིར་བཏང་གི་ཆ་ནས་སྒྲུབ་རྒྱུ་གི་བསྟན་པ་ཡིན་པ་དང་དེའི་ནང་གི་ཀྱང་གཅིག་ཉམས་ལེན་ཁོ་ན་ཅིག་བཞོ་ལ་མ་གཏོགས་རྩིད་དང་ནི་འཇིག་རྟེན་གྱི་ཅིག་ཆོས་རྒྱལ་ལ་སོགས་པའི་བཤད་བ་དེ་ཧ་ཅང་གི་དགག་བྱ་ཆེན་པོ་ཟེར་ག་ཕྱིར་བཏང་ཆགས་བསྡད་པ་རེད་དེའི་ཆ་ནས་ད་ལྟ་བསྟན་པ་ཡིན་ན་འཕེལ་གྲུབ་ཧ་ཅང་གི་རྙོག་ཁྲ་ཉམ་ཆུང་ཟེར་ག་གྱུར་བསྡད་པ་རེད།

ལ་བཞི་སྣང་བ་རེད། ད་ག་ནང་བཞིན་འཛམ་གླིང་བཞི་བདེ་ལ་ཡག་སྟེ་ང་རང་ཚོའི་ཅིག་མཚན་མེད་བཞི་བའི་ལམ་སྟོར་གཏོད་པ་ཅིག་ལ་ཟེར་སྐྱོ་རེད་ད་ང་རང་ཚོའི་འཛམ་གླིང་ཆེར་གི་ནང་ན་ཐོག་མར་ནས་འཛམ་གླིང་ང་ཅིག་རིས་སུ་མ་ཆད་པ་ནས་རྒྱ་ཁབ་ཅིག་དང་ཡུལ་གྲགས་ཤིག་མ་ཡིན་པ་འཛམ་གླིང་གོ་ལ་ཧྲིལ་བོ་འདིའི་སྟེང་ལ་ནས་ཅིག་བཞི་བདེ་གི་གཙོ་སྟོན་མཁན་དེ་གང་རིགས་ཆགས་བསྡད་པ་རེད་དེ་དངོས་བོ་ནུས་ཚོད་རེད།

སྐུ་ཕྱག་ཟ་བ་ལ་སོགས་པའོ། ནང་ང་སྟེ་དེའི་འཁོར་དང་གཡང་འཁོར་ལ་སོགས་པ་ག་ཚོད་ཅིག་ཡོད་རེད་ད་ང་རང་ཚོ་ཅིག་ལྷག་སོ་ལྷག་སོ་སྣང་བ་བྱེད་ཡག་གི་ཆོ་ག་དང་དུ་སུ་སྣང་བ་ཡོད་རེད། གཙོ་བོ་དེ་ཕེབས་ན་འཁོར་དུ་ཡོང་པ་དེ་གཞིར་བཞག་འདྲ་བ་ཆགས་ཀྱི་ཡོད་རེད། དེའི་ཆ་ནས་ཡང་ང་རང་ཚོ་ཅིག་ལྷག་དང།

འོ་ད་མགོན་པོ་མཆོག་གིས་ང་རང་སོགས་བཀའ་སློབ་ལམ་སྟོན་གནང་དང་གནང་བཞིན་པ་རེད་དེ་ངས་ཡང་བསྐྱར་གཞི་གོ་གི་མ་རེད་འོ་དེ་ཉང་སྲིབ་བྱང་ནས་ང་རང་སོད་ཅིག་གང་ཐུབ་ཐུབ་གི་བརྒྱ་ཆའི་བརྒྱ་ཐམ་པ་མ་ཡིན་ན་ཡང་འོ་ཉིན་གཅིག་གི་ནང་གི་ཉམས་ལེན་གི་རིམ་པ་ཅིག་བྱས་ནས་ཨོ་བཀའ་སློབ་ལམ་སྟོན་དེ་ཚུལ་བཞིན་པ་ཅིག་གནང་བ་འོ་རང་གིས་ན་དག་སྣང་བཞིན་གང་ཐུབ་ཅི་ཐུབ་བྱེད་གི་ཡིན་པའི་དམ་བཅའ་ནི་མི་མང་ཚང་མ་ཡིན་ན་ང་རང་ཚོ་འདིར་ནི་བསྐྱར་གཏོར་ན་ཕེབས་པའི་དགོས་པ་དང་ནི་མ་འོངས་པ་ཡིན་ན་མགོན་པོ་གང་གི་ག་རེ་གསུང་གི་ཡོད་རེད་ནི་ང་ལ་ནི་བསྐྱར་གཏོར་གི་ནི་ལག་རྟགས་མེད་ན་འགྲིག་གི་རེད་ནི་ཁོང་གི་གང་གསུང་པ་དེ་ནི་ལག་ལེན་དུ་ཐེབས་བྱུང་ན་འོ་དེ་ལག་ཐབས་མཆོག་ཡིན་དེ་ད་ག་སྣང་སྣང་བཞིན་གི་ང་རང་ཚོ་གང་ཐུབ་པ་ཅིག་ཡོང་བ་བྱེད་གི་ཡིན་འོ་དག་བྱེད་བྱ་ཡིན། ད་ལྟ་ནི་ཐ་མ་སྟེ། ད་ངེས་པར་རྒྱལ་བ་ཇོ་ནང་པའི་ཚབ་བྱས་ནས། ད་མགོན་པོ་ཤཱཀ་འགྲེལ་གཟིགས་མཆོག་གི་ཚེ་བསྐལ་བརྒྱ་བསྟན་པ་དང་ཡེ་སྟོང་ལྷུན་གྱིས་འགྲུབ་པ། ནི་ད་ག་ནང་བཞིན་གྱི་མ་འོངས་པ་ང་རང་སོགས་ཆོས་སྐལ་གསུམ་གཅིག་ཏུ་གྱུར་པའི། ཆིག་བསྒྲིལ་ཤ་ཡོངས་སུ་རྫོགས་པ་དང་འཛམ་གླིང་ཆེ་ཤེལ་ཚང་མ་གི་ཆེད་དུ། ནི་སྐུ་ཚེ་བསྐལ་བརྒྱའི་བར་བསྟན་པ། འོ་ད་ནི་ཆོས་ཀྱི་འཁོར་ལོ་ཡིན་ན་མུ་མཐུད་ནས། ད་ནི་ང་རང་ཚོ་ཅག་འདབ་ཆགས་རྣམས་ལ་ཨོ་སྐོ་ར་སྐལ་བ་གསོ་བ་འདེབས་པ། ཨོ་རྟེན་བཞེས་བ་ཡིན། ད་ནི་ད་ང་རང་མིག་ཚགས་ཅིག་བཞེས་ཆོག་པ་ལ། བཞི། ཨ་ནི། ད་ང་ཚོས་ད་ལྟ་ང་རང་ཚོ་འདིར་འདུས་པ་དེ་མི་ཁྲི་བཞི་གཉིས་ཟིན་ཡིན་གྱི་རེད། ཨ་ནི། ད་དེ་མ་གཏོགས་ཡོད་མ་རེད། ཡིན་ནའང་འཛམ་ང་རང་ཚོ་བོད་ཆོལ་ཁ་གསུམ་གཞོན་མི་དགོས་པ་རེད། ཨ་ནི། འཛམ་གྲི་འཛམ་ལ་ཡས་གྲི་མང་པོ་ཟིན་ན་གོང་རིགས་ཀྱི་བསྐྱར་སྟོན་དང་ཨོ་ཏི་སོ་སི་དང་སི་བཞིན་པ་ཡིན་པ་དང། ད་ལྟ་དངོས་སུ་ཞིག་འཇགས་ན་དངོས་སུ་ཡོད་ར་ཅིག་ཁོང་མཚམས་འདྲི་བྱེད་ཐུབ་ན་བསམ་ཡག་གི། ངོ་ནི་ཀྲང་ནི་ཧྲིན་ཉང་ཐག་ཁ་ནི་ད་ལྟ་ཉིན་མཚན། སྐུད་མེད་དང་ཀྲང་འབྲེལ་བ་ན་མང་པོ་ཅིག་ཡོད་རེད། ཨོ་ལྟའི་ཚང་མ་གི་ཚབ་བྱས་ནས་ནི་མགོ་འབོམ་ཆོག་གི་ན་ནི། ཚང་མ་གི་བཀྲ་ཤིས་བདེ་ལགས་བྱེད་གི་བ་དང་ནི་ད་ག་ནང་བཞིན་མ་འོངས་པ་ཡིན་ན་ནི་སྐེ་ཚེ་བཀའ་རྒྱ་བཏང་པ་བཞི་སྟོང་ལྷན་སྐྱེས་འགྲུབ་པ་ལ་སོགས་པ་ནི་གསོལ་བ་འདེབས་པ་ཡིན། འོ་དེ་བཞིན་ད་ལྟ་ནི་ད་ལོ་བ་བཞི་ཡ་ཆང་བྱི་ག་མི་འདུག་ལ་བཞག་མེད་ད་མདོར་ན་འདི་ལྟ་བུའི་ཅིག་གོ་སྐབས་གནང་བ་དེ་ལ་ངས་གོ་སྒྲིག་ཚོགས་ཆུང་གི་ལ་ནི་བཀྲ་ཤིས་བདེ་ལགས་དང་ཐུགས་རྗེ་ཆེ་བྱེད་དགོས་ཏེ་རྒྱལ་བ་ལྕོག་ནང་པའི་འཚབ་ཀྱིས་ནི་འདི་བཀའ་དྲིན་བླ་ན་མེད་པ་ཆེ་བྱེད་ཀྱི་ཡོད།